ཨ་ནི་བྱེ་བྲག་མ་ཡིན་ཡང་རང་རིགས་ཁས་ལེན་པ་མཐའ་ཡུལ་གྱི་མཐའ་བ་དེ་བ་ཡུལ་མ་རེད། ག་རེ་ཟེར་ན་རང་རིགས་ཀྱི་དོན་ཁས་ལེན་གྱི་རེད་ད་ཡིན་ན་རང་རིགས་ཀྱི་མཐའ་ནི་ཁས་ལེན་གྱི་མ་རེད། རང་རིགས་ཀྱི་དོན་ཁས་ལེན་ན་རང་རིགས་ཁས་ལེན་པའི་མ་ཆགས། འོ་ད་དུས་སུ་རེད་དྲན་དགོས་རེད། ཨ་ནི་དྲི་བ་མཐའ་མ་དེ་ག་རེ་ཡིན་དགོས། འོ་དེ་རྣམ་པ་དེ་རེད་བ། རྣམ་པ་དེ་བུམ་པ་བཞག་གི་རེད་ད་བཞག་གི་མ་རེད་དེ་འདྲས་ཟེར་གྱི་འདུག་རྣམ་པ་དེ་བུམ་པ་བཞག་གི་མ་རེད། རྣམ་པ་དེ་ཤི་བ་རང་བཞག་གི་རེད། འོ་དུས་སུ་རེད།

གང་ཅིའི་ལུས་ལ་རང་རིག་གཟེར་ཟླུམ་མེད་པའི་སྐྱེ་མཚན་ཞི་དྲག་ཅི་ཤེས་ཡང་མ་རིག་ལྟ་བ་དེ་ལྟ་བ་གྲགས་པ་རང་ཉིད་རང་ཉིད་ངོ་མི་ཤེས་པ་ཐ་ཡི་ཐ་བ་དུ་བབས་ཀྱི་རེད་ད་མདོར་ན། དཔེར་ན་ཚོར་བ་བདེ་བ་ལྟ་བུ་ཅན་ཁོ་རང་མྱོང་བྱ་མྱོང་བྱེད་ཐ་དད་དུ་ཡོད་མ་རུང་བ་རྫས་ཐ་དད་དུ་ཡོད་མ་རུང་བ་ཚོར་བ་བདེ་བ་ལྟ་བུ་ལ་མྱོང་བྱ་མྱོང་བྱེད་གང་འདྲའི་སྲིད་བྱ་ཡིན་རང་རིག་གཟེར་ཟླུམ་མེད་ན། དེ་འདི་ནི་ཚད་མ་ཀུན་བཏུས་ནང་ལོགས་ལ་རོལ་བ

བཞག་དགོས་རེད་བ་ཅན། བཞག་དགོས་རེད་བཞག་དགོས་རེད་ཨང། བཞག་དགོས་ཏེ་རྫས་ཤིང་གི་སྟོང་པ་བསྒྲུབ་དགོས་ཡ་གལ་མི་འདུག་བ། ཨོ། ད་དེའི་སྒྲིབ་སྟོང་དེ་ག་རེ་བསྒྲུབ་དགོས་ཡོད་རེད་ཟེར་ན། མདོ་སྡེ་པ་དེ་ཚོ་ནི་བོང་རྫི་མའི་ཤི་ལ་སྣང་བའི་གི་བོང་བུ་གི་རྣམ་པ་དེ་ཤི་རོ་ངོས་ནས་ཚུར་བལྟས་པའི་གི་རྣམ་པ་ཅིག་ཁས་ལེན་གི་ཡོད་རེད་མཚན་བཙོམ་པ་དེ་ཚོ་གི་ཤི་རོ་ངོས་ནས་ཚུར་བལྟས་པའི་རྣམ་པ་དེ་ཁས་ལེན་གི་ཡོད་མ་རེད་རོ། དེང་གི་བསམ་པ་ལ་ཤི་རོ་ངོས་ནས་ཚུར་བལྟས་པའི་རྣམ་པ་ཡིན་པ་ལ།

སྣ་ཚོགས་གཉིས་མེད་པ་སྒོ་ང་ཕྱེད་ཚལ་བ་གཟུང་འཛིན་གྲངས་མཉམ་པ་དེ་ནི་སྔ་འགྱུར་རྙིང་བ་བའི་ལུགས་ལ་ཡིན་ན་གཟུང་འཛིན་གྲངས་མཉམ་པ་དེ་ཐལ་ཆོག་གི་རེད་དང། དེ་ནི་དབུ་མ་ཐལ་འགྱུར་བའི་ལུགས་ལ་ཡིན་ན་ཡང་དེ་ནི་ཐ་སྙད་དུ་རང་རིག་དང་དེ་ནི་ཀུན་གཞི་ལ་སོགས་པ་དེ་ནི་གོ་གི་མ་རེད། དེ་ནི་ཐ་སྙད་དུ་བྱེད་ཀྱི་བྱེད་ཀྱི་རེད་ལ་ཡ་དེ་ནི་གི་དཔེ་མི་སྲིད་པས་བྱེད་པ་རྣམ་བཅད་དང་རྣམ་མེད་ཀྱི་སྐོར་ལ་ཧང་ཧ་ལས་ཀྱི་དེ་ནི་དཔེ་མི་སྲིད་པའི་གསུང་རྒྱབ་པ་གསུང་རང་སོང་དེའི་ཕྱོགས་ལ་ཡ་ནི་ང་ཚོས།

པེ་ཅིན་གནང་ཨེ་ཨ་དང་དེ་ནས་པེ་མི་སི་ཧང་སན་གྱིས་དེ་ནས་མཛད་པ་ཕྲིན་ལས་བརྒྱ་པ་གནང་གི་ཡོད་ས་རེད་དེ་ནས་ཁོང་གིས་ཡེ་ནས་བརྗོད་གཞི་གི་དེ་དབུ་མ་མཐར་གྱུར་པའི་དཀའ་གནད་བརྒྱད་ཀྱི་སྐོར་རེད་ཤག་དེ་ནས་དགེ་ཆེ་ཡེ་ཤེས་ལྷུན་གྲུབ་ལགས་ལ་དེ་ནས་ཞུ་ཡས་ཡིན་དེ་ནས་རེ་རེ་བསྐུལ་ཞུ་ཡས་ཡིན་དེ་ནས་དགེ་ཆེ་ལགས་ཁྱེད་རང་གིས་དེ་ནས་དབུ་མ་མཐར་གྱུར་པའི་དཀའ་གནད་བརྒྱད་ཀྱི་སྐོར་དེ་ནས་གྲོགས་ཆོག་གནང་རོགས་བྱས་ཞུ་ཡས་ཡིན་དགེ་ཆེ་ལགས་ཐུགས་ཆེ།